ད་ལོ་ཟིག་སློབ་གསོར་རྒན་གཞོན་བར་གསུམ་ཚང་མ་ལ་དུས་གསུམ་བདེ་ལེགས་ཅན་ཞུ་ཡས་ཡིན། ད་ནི་ཉིས་སྟོང་ཉི་ཤུ་རྩེ་ལྔའི་ལོ་དེ་ལ་ནི་རྣམ་པ་ཚོ་ཚང་མ་ལ་བྱ་བ་ལམ་འགྲོ་ཡོང་བ་དང་ནད་མེད་ཚེ་རིང། བསམ་དོན་ལྷུན་གྱིས་གྲུབ་པའི་སྨོན་ལམ་ཡོད། ད་དེ་ལན་ནིའུ་ཡོག་ནས་ང་རང་བསྟན་རྩིས་པོ་ཅིང་ཞུ་གི་ཡོད། ཨན་དེ་ལན་གཙོ་བོ་དེ་ནི་ང་རང་ཚོ་དེ་གསལ་བསྒྲགས་ཐུན་བསྡུས་ཅིག་ཞུ་དགོས་ཀྱི་འདུག་ཨན་དེ་གསལ་བསྒྲགས་དེ་ག་རེ་ཞུ་ཡས་ཟེར་ན་ང་རང་ཚོ་ད་ལོ་ཟིག་སློབ་གསོར།

ཉི་མ། དུས་ཚོད་གཅིག་གི་ལ་ནི་པཱ་ལགས་དེ་ཡོད་པའི་སྐབས་ལ་ནི་གནས་སྟངས་ཡག་པོ་བྱས་གནས་སྟངས་ད་འཚོ་བ་གནས་སྟངས་ཡག་པོ་ཡོད་པ་བྱས་ནི་ད་པཱ་ལགས་མ་ད་ཤར་ནས་ལོ་མང་པོ་ཞིག་ཡོད་ད་ལོ་མང་པོ་ཞིག་ནི་ལོ་ཁ་ཤས་ཤིག་འགྲོ་གི་འདུག་རོ། ནི་ད་ལྟའི་ཆ་ལ་ནི་ཁོ་རང་ཚོ་གནས་སྟངས་དེ་ཅི་ག་ཉིས་ཁྲི་དེ་ཤག་བོད་འཇོ་ད་ག་རེ་འཚོ་བའི་ཐོག་ལ། ནི་གཙོ་བོ་དེ་ནི་ཁ་སང་དེ་སེ་ར་དེ་མ་ཞུས་ངེས་ལ་ད་བ་གཅིག་སེ་ངེས་ལ་ནི་ང་རང་ཚོ་ལ་དེ།

ཨེ་ཉམ་ཐག་གི་ཡི་གེ་དག་འདི་འདྲས་ཀྱི་ང་ཚོ་གནང་སོང། ཨ་ནི་དེའི་ཐོག་ལ་ནི་ཞིབ་ཞིག་བརྒལ་བ་དེ་ཨ་ནི་ཀུན་དགའ་ལགས་དང་སྐལ་བཟང་ལགས་ཁོ་རང་གཉིས་མ་གལ་ཕེབས་དུས་བ་ནས་ཁོ་རང་གཉིས་ཀྱིས་གསུང་གི་རེད། ཨ་ནི་རྣམ་པ་ཚོ་ཚང་མས་ཀྱི་ད་ལོ་ཚོའི་སློབ་གསོར་རྒན་གཞོན་བར་གསུམ་ཚང་མས་ཀྱི་རྒྱ་གར་ལ་ཞུགས་ངེས་ཡིན་ནི་རེད་ཕྱི་རྒྱལ་ཞུགས་ངེས་ཡིན་ནི་རེད། ཚང་མས་ཀྱི་ཨ་ནི་སོ་སོའི་ཀྱི་གནས་སྟངས་ལ་དཔལ་བའི་ཀྱི་ནི་ཞལ་འདེབས་གང་གང་དྲག་དྲག་ཞིག་གནང་རོགས་གནང་ཞེས་ནི་ཞུ་ཡོད་འདོད་པ་བྱུང་སོང། ཨ་ད་ལྟའི་ཆ་ལ་ནི།

རོགས་པ་བྱེད་དགོས་གལ་ཆེན་པོ་རེད་ཟེར་ནས་ཁ་ཚང་ཡང་ཞུ་རྒྱུ་བྱུང། ཡང་དེ་མ་ཟད་ད་ལྟའི་འདི་གཉིས་ལས་ང་རང་ཚོ་ཡང་བདག་ལུགས་སུ་སློབ་གསོ་མང་པོ་ཞིག་བཀའ་ཉན་འཕྲད་པའི་སྐབས་ལས་ང་རང་ཚོ་ད་ཧ་རུ་བོར་བྱེད་ཀྱི་ཞལ་འདེབས་དུས་རྒྱ་གར་ལ་ཞུ་ངེས་ཡིན་ནའི་རེད་ཕྱི་རྒྱལ་ཞུ་མཁན་ཚང་མས་ཧ་རུ་བོར་བྱེད་ཀྱི་ཞལ་འདེབས་གནང་ཡོད་རེད། ཡང་ད་ལྟ་ཡིན་ནའི་ཨ་ནེ་ཚང་མས་ཀྱི་ཞལ་འདེབས་གང་མང་མང་ཞིག་གནང་རོགས་གནང་ཞེས་ཆེད་ཞུ་ཡ་བསྡུས་པ་བྱུང་སོང། ཨ་ནེ་ལགས་སོ་ཨ་ནེ་ད་དེ་རིང་སྐད་ཆ་མང་པོ་རུ་ཆགས་སོང། ཨ་ནེ་ཞེབ་ཞིག་སྐྱེ་བ་དེ་ནི་ཀོང་ཀ་ལ་དྭགས་ཀེ་སར་ལ་ཞབས་བརྟན་ཚེ་རྒྱལ་མཚན་ལགས་ཁོང་རང་ཚོ་གསུམ་གྱིས་གསུང་གི་རེད།

གོ་སྐབས་ཞུས་ནས་མི་འདུག་གང་ལྟར་ལྟ། གོ་སྐབས་ཞུས་ནས་ཏག་ཏག་དེའི་མ་རོག་གང་ལྟར་ང་ཚོ་གི་ད་ལོ་ཟིག་གི། ད་དེའི་ངལ་ལ་ཡ་ཚོགས་ཚོགས་ཀྱི། གསུངས་པ་ནང་བཞིན་ཅིག་གང་ལྟར། ད་ལོ་ཟིག་སློབ་ཟུར། ས་རཱ་འབུར་ལ་ཡོད་པའི་སློབ་ཟུར་གྱི་ནང་ནང་མི་གཅིག་ལ་ཡ་དཀའ་ངལ་འགྲོ་ཅིག་སྤྲད་ད་དེ་ལ་ཡ་ང་ཚོ་གང་ལྟར། མཉམ་རུབ་ཀྱི་རོགས་པ་བྱས་འགྲོ་ཅིག། བྱ་ཞིག་འགྲོ་ཅིག་ཨ་མདའ་ཚོགས་གཙོ་དང་རྒྱུན་ལས། ཚང་མ་འཛོམས་པའི་ཐོག་ནས་ཐག་གཅོད་བྱུང་ར་ད་དེ་ལ་ཡང་ང་ཚོ་དེ་གི་ལིང་ནི་ས་གནས་ཀྱི་འབྲེལ་མཐུད་ཡིན་པས་དེ་གི་ལིང་ལི་ཡ་འདེར་བདུན་ཁུང་གི་ས་གནས་ཀྱི་འབྲེལ་མཐུད་ཡིན་པས་ཀྱི་ངོ་བོ་ཆད་པའི་ཐོག་ནས་ང་ཚོ་ཕ་སྐད་ལི་ཡ་དཀའ་ངལ་སྤྲད་དེ་སེ་ནང་མི་ལི་ཡ་བཅར་བའི་ཐོག་ནས་ནི་གནས་སྟངས་འགྲོ་ཅི་ཡང་ཚོ་ཡེ་ཤི་ཀེ་སང་ལ་ལི་ཡ་ནི་ཞུ་རོགས་གནང་ཞུ་ཨེ་ནི་ཡེ་ཤི་ཀེ་སི་ལ།
ཨོ། རྣམ་པ་ལྷན་སྐྱེས་ཚང་མ་བཀྲ་ཤིས་ལེ། ཨ་ནི་ད་ཨིན་དྲ་འགྲོ་རྒྱུ་རེད་ད་ལྟ་རྒྱ་མཚེས་ལགས་ལ་རྩ་བའི་གི་ད་ལྟ་ཕི་གའི་ད་ལོ་སློབ་ཟུར་བཀའ་ཉན་འཕྲད་བསྡད་རྒྱུ་དེ་གི་ཡག་འདུག་ཟེར་ནས་ང་ཚོ་ཚོགས་གཞོན་རྒྱ་མཚེས་ལགས་ལ་ཡག་ཞུས་འདུག་ཨ་རྒྱ་མཚེས་ལགས་ཞུས་རྒྱ་མཚེས་ལགས་ཡི་རྒྱུས་ཆེད་ཨ་ནི་ང་ཚོ་དང་ཚོགས་གཙོ་བསྟན་བུ་ཆུང་ལགས་དེ་ཆེད་ཨ་འདི་ནས། མ་ལྟ་ང་ཚ་ཀུན་དགའ་ལགས་དང་ང་རང་གཉིས་ད་ས་གནས་ཀྱི་འབྲེལ་མཐུད་པ་ཆགས་དུས། ཨ་འདུ་སི་ནས་ས་གནས་ས་ཐོག་ལོ་བཅར་བྱས་ཨ་ནི་ཕི་ཀའི་ལ་འབྲེལ་བ་ཞུས་རོགས་ཞེས་གསུངས་སོ་རོགས་ཨ་འདི་ཤི་སང། ཨ་ང་རང་གཉིས་དང་པོ་ཁྱེད་ཤོད་ཤོད་འདི་ད། ཁོ་རང་ཚོ་ས་གནས་ག་རི་ལ་འབྲེལ་བ་ཆགས་འདུག་ས་གནས་ག་རི་ལ་ཁྱབ་ཁོངས་ནང་ལིག་འདུག་ཅིག་འབྲེལ་བ་ཆེ་དུས་ས་རམ་པུར་ཡིན་ཙང་ནི་རྡེ་རི་དུན། གི་ས་གནས་འགོ་འཛིན་གྱི་ཁྱབ་ཁོངས་ནང་ལ་འདུ་སི་ནི་ལིག་ཡིན་འདུག་ཨ་དེ་ཤི་སང་ད་ས་གནས་འགོ་འཛིན་ལ་ཡ་དང་པོ། ཐོག་མར་ཡར་བསྐྱར་བྱས་ཨ་ནི། ཁོ་རང་ཚོ་གནས་སྟངས་དེ་ཆ་ཚང་གཅིག་ས་གནས་འགོ་འཛིན་གྱིས་མཁྱེན་གྱི་འདུག་མཁྱེན་གྱི་མི་འདུག་ཅིག་ཅིག་སྲིད། ཨ་ནི་ས་གནས་འགོ་འཛིན་རྩ་ནས་ཨ་ནི། ཅིག་ངོ་འབྱོར་དང། ཅིག་རྒྱབ་གཉེར་གྱིས་འདི་ཚ་ཆང་ཆ་ཚང་ཅིག་ཞུས་བྱས་ནས་ཨུ་ཚུགས་པོས་ས་གནས་ས་ཐོག་ལ་འདུག་ཕྱིན་བཅར་ཡིན། ཨ་ནི། དེ་གའི་ས་གནས་བཅར་དུས་ཨ་ནི་ཨམ་ལགས་མཉམ་དུ་སྐད་ཆ་བཤད་དུས་ཨམ་ལགས་སྤུ་གསུམ་འདུག་གསུམ་ཀ་ད་ལོ་ཟི་ཨེག་སེ་ཤ་ཨ་ནེའི་བུ་མོ་གཅིག་དང་བུ་གཉིས་འདུག་སྤྱི་བཏང་གི་ས་རིན་པོ་ལ་སྙེ་མ་ཁོ་རང་ཚོ་གནས་སྟངས་ཡག་པོ་འདུག་ཕྱིས་སུ་ད་པ་ལ་དེ་གྲོངས་བྱས་པ་བློ་དགའ་ལ་གྲོངས་བྱས་གནས་སྟངས་དེ་ཞེ་སྐྱོ་རུ་སྐྱོ་རུ་འགྲོ་ཡིན་ས་རེད་ཞོའི་ར་ས་རམ་པོ་ལ་ད་ལོ་བཞི་བཅུ་ཞིག་འདས་ཞེ་ར་ཁོ་རང་ཚོ་ཨ་ནེ་དེ་བྱས་ཙང་ད་པི་ཀེ་ལ་སྤྱི་བཏང་ཁོ་རང་བུ་བུ་གཅིག་འདུག་དེ་བུ་གཅིག་དེ་ནད་པ་རེད་ཤ་ཆུང་བ་དེ།

ཡིན་ནས་ད་ད་ལྟ་ཁོ་རང་ཚོ་ལ་དཀའ་ཉེན་ཆེ་ཤོས་དེ་འདི་རེད་ཤག་དེ་ན་མི་གེ། ལོ་གཉིས་ཀྱི་ཁང་གླ་དེ་སྤྲད་རྒྱུ་རེད་ཤག་ད་ན་བཞིན་གྱི་ཨ་ནི་ད་ན་གནས་ཐང་དེ་ཞིག་སྐྱོ་བོ་ག་ལ་དེ་དེ་ཤག་ར་བ་དེ་ཤེས་སང་དེའི་ཐོག་ལ་ད་ང་རང་ཚོ་ཚང་མ་ལོག་གི་ཧ་རུག་བོ་རུག་བྱེད་ནས་ཨ་ནི་ཅིག་ག་ལོག་བྱ་རོགས་ཅིག་ཞུས་དུ་ན་ཡག་པོ་འདུག་ཨ་འདི་ད་མཉམ་དུ་ཡ་མང་པོ་ཅིག་གིས་ད་ཁོང་ཚོ་ས་རམ་པོ་རེད་དུས་ས་རམ་གུ་ལ་ཁྲོམ་ས་ཡོད་རེད་ཨེ་འདྲས་ཡོད་རེད་དཔལ་འབྱོར་སྡུག་ལ་ས་རམ་པོ་ལ་ཁྲོམ་ས་སྡུག་འདུག་རོགས་ཡིན་ད་ཁྲོམ་ས་དེའི་ལྟ་ཅི་ཁ་ལོ་ཚ་ཚུགས་མེད་བ་དང་ཨ་ནི་བུ་དེ་སྤྱི་དང་བུ་དེ་བུ་རྒན་པ་དེ་ཡག་པོ་ཡོད་བ་ཅིག་ལ་ཡང་ཅི་ཁ་ལོར་ཕྱི་ལོག་ལ་གྲུང་པོ་བྱེད་ར་མེད་བ་དང་དེ་འདྲས་ཀྱི་ལོ་མང་པོ་ཚོང་མ་ཡོད་གནས་སྟངས་ཀྱི་དེ་འདྲས་ཅིག་སྐྱོ་བོ་བྱ་རྒྱུ་རེད་ཤག། ཡང་མང་པོ་ཅིག་ཏང་ཙུའི་གནས་སྟངས་ཆ་ཚང་ཅིག་ཞིབ་འཇུག་ཤེས་ཡོང་དུས་གར་མི་འགྲོ་ལ་ཡང་ཁང་པ་ཅིག་འདུག་རོགས་ཁང་པ་ཆུང་ཆུང་ཅིག་འདུག་འདི་ལོ་མང་པོ་བརྙན་གྱི་ཁང་པ་དེ་འདྲ་རེད་ཤག་ཁོ་རང་ཚོ་དཔའ་བོ་ཡོད་པའི་སྐབས་ཀྱི་ཁང་པ་དེ་བཞག་རྒྱུ་རེད་ཤག་སྤྱི་ཁང་སྤྱི་ཁང་ཆུང་ཆུང་ཞིག་རེད་ཤག་ད་ཁོང་ཚོ་ཆ་ཤས་དེ་བུ་དེ་དེ་རེད་ཤག་ས་རཱ་པུར་དེ་ཚུར་ཕུད་ཆེད་བོད་པའི་སྤྱི་ཚོགས་ནང་ཅིག་འཛུལ་ཆེད་ཨ་ནི་སྤྱི་ཁང་ཆུང་ཆུང་དེ་ལ་ད་ཟོབ་ཆོག་ཆོག་ཅིག་རྒྱག་ཆེད་ནས་ཨ་ནི་ཨ་མ་དང་པུ་གུ་གསུམ་དེ་མཉམ་འདུག་དེའི་གི་འདུག་ཟེར་ནས་ཆ་ཤས་འགྲོ་ཆེད་རེད་ཤག་ཞུ་ཡི་རོ།

རེད་ད་ཅི་སྟངས་གལ་ཆེ་ཤོས་ཏང་སོ་ད་ལོ་སི་སློབ་ཟུར་ཡིན་པའི་ཆ་ནས་ནི་ངས་སློབ་ཟུར་ཡིན་མེད་ངོ་འཕྲོད་གུ་གུར་བ་དེ་ལས་ནི་སློབ་ཟུར་གང་ལྟར་སུམ་བརྒྱ་སྤུ་གུ་གསུམ་འདུ་བ་སུམ་བརྒྱ་ད་ལོ་སི་གི་སློབ་ཟུར་ཡིན་པ་དེ་ངོ་འཕྲོད་པ་ང་རང་ངེད་ཀྱི་ཡ་མ་སྐད་ཆ་བྱེ་བ་གཅིག་པོ་མ་རེད་ཨ་ནི་སྤུ་གུ་གཅིག་ང་ཚོ་སྤུ་གུ་སུམ་བརྒྱ་འགྲོ་ཞིང་ང་ཚོ་སླབ་གྲྭ་ཡོད་དུས་ཡ་གའི་ལོས་དུས་ང་རང་ངེད་ཀྱི་གཏན་ཁེལ་པའི་ཐོག་ནས་ཨ་ནི་སློབ་ཟུར་རེད་ཤག་ཐག་གཅོད་པའི་ཐོག་ནས་ཞུ་གཏུག་གི་ཡོད་རེད་བ་ཨ་ནི་ཡིན་པ་ཡིན་ན་ང་ཚོ་རོགས་པ་བྱེད་གུ་གུར་བ་འདི་བྱས་ཨ་ནི་ད་ག་རང་འགྲོ་ཞེས་ཨ་ནི་ལྷག་པ་དུ་མིན་མང་པོ་ཅིག་གིས་ཨེ་འདྲའི་གསེར་ཆོས་བཤད་ཚུལ་ཡོང་གི་འདུག་ཀལ་མེ་ཏྲོ་ནང་ལེན་ན་ཏིས་ཡག་ག་རེད་འདུག་ཀལ་མེ་ཏྲོ་ནང་འདི་ཏན་ཏན་གྱི་གང་ལྟར་སྤྱི་ཁང་རེད་ཞར་བ་ཆུ་འཇུས་བྱས་ཨ་དེ་ལ་ཡ་ནང་ས་ཡོད་པ་ཙམ་མ་གཏོགས་ཅིག་གིས་དེ་ཡོད་ས་མ་རེད་ལྷག་པར་དུ་དེ་ལོག་པ་ཡོད་ས་མ་རེད་བ་ངས་ཞུས་ཡིན་པ་མི་ལ་ཀི་ར་ཀྲོ་བཏང་བཞག་ནས་དངུལ་ར་གི་ར་བ་ཞུས་དུས་དེ་ལོག་པ་ཁོ་ར་ཡོད་ས་མ་རེད་ཁང་ཉིན་མ་ཉིན་མ་ཁང་པ་འཇུས་བ་ཁང་པ་རྙིང་པ་ཤིང་གི་ཨེ་འདྲ་ག་རེ་ས་དེ་ལྕགས་ལྕགས་ཤོག་རེད་སེ་མིད་ཀྱི་ལྕགས་ཤོག་རེད་འཇུས་བ་དེ་འདྲ་བརྗོད་བསྡད་པ་བྱས་ད་དེ་བཟོ་དགོས་གི་འདུག་བྱས་ཙང་དེ་འདྲ་ཡིན་དུས་བསམ་པ་ལ་ཡ་ང་ཚོའི་ཆ་ཤས་འདི་འབུམ་ལྔ་ཞིག་གང་ལྟར་ང་ཚོ་དུས་ཡོད་ཀྱིས་གྲ་སྒྲིག་བྱེད་ཀྱི་ཡོད་དེ་གང་ལྟར་ལོ་སར་མ་མ་གྲུབ་ཀྱི་ལོ་སར་མ་ལས་ངེས་ལ་ཡང་ཁོ་རང་ཚོ་ལས་དངུལ་དེ་ཕུལ་བ་བྱུང་ན་ཁོ་རང་ཚོ་ལོ་སར་ལ་ཡང་ཚུར་སྤེལ་བས་འགྲོ་ཅེས་ཁོ་རང་ཚོས་རེ་བ་བྱེད་ཀྱི་འདུག་བྱས་ཙང་ང་ཚོ་ལོ་སར་མ་ཟིན་པར་དུ་ལོ་སར་ཨ་ནི་ང་ཚོ་འབུམ་ལྔ་ཞེས་ཆ་ཤས་ཀྱི་ཁོང་ཚོ་ལ་ཡང་འབུམ་ལྔ་དེ་གང་ལྟར་ཨ་ནི་འབུམ་གཉིས་ཀྱི་ཁང་གླ་བརྩིགས་ཀྱི་ལོ་གཉིས་ཀྱི་ཁང་གླ་འགྲོ་ཅེས་གང་ལ་ཕ་སྐལ་མེ་འབྲོང་ལ་སྤོས་བ་ལ

ཁོ་རང་ངེད་ལ་ཡ། རྣམ་པར་བ་ལ་ཡ་བཏང་གི་ཡིན་རོ། ཨ་འདི་འགྲོ་བཞིན་ཨ་ནི། ཐོག་ནས་ཨ་འདི་ཞུ་བས་འདི་འགྲོ་བཞིན་ཡིན་རོ། ཚང་མ་ལ་ཡ་ཐ་མ་ལ་ཡ་རེ་སྒུག་ཞུ་བས་ཅི་ལ་ཡ་ད་ང་ཚོ། ད་གི་འགོ་བཙུགས་དུས་ཞུས་པ་ནང་བཞིན་ཅིག་གི། ཨ་ནི་ང་ཚོ་བརྟན་བཞུགས་འདི་ང་ཚོ་ད་ལོ་སྲིད་སློབ་ཟུར་གྱི་ངོ་བསྟོད་ནས་ཡག་པོ་ཞུ་བྱུང་ཡོད་རེད་ད་ད་རིང་ལས་གཞི་འདིས། ཨ་ང་ཚོ་སློབ་ཞུ་གཅིག་ཕན་ཚིག་གཅིག་གྲོགས་གི་རོ། ཨ་ང་ཚོ། ད་ལོ་སྲིད་སློབ་ཟུར་གཅིག་ལ་ཕན་པ་ཅིག་ཡོང་ངེས་ཆོག་ཨ་ནི་ཞལ་འདེབས། གང། ཐུགས་སྟོབས་ཀྱིས་གནང་རོགས་གནང་རོགས། འདི་དང་ཆབས་ཅིག་ཏུ་ནི་བྷི་ཏྲོ་དེའི་གལ་སྲིད YouTube ལས་ཡག་འགྲོ་གི་ཡོད་དུས་བརྩམས་པ་ལ་ཡང་བདག་ལོ་སིའི་སློབ་གསོ་གཅིག་པོ་མ་ཡིན་པས་ཀྱང་ཡང་གོ་གི་ཡོད་པས་ན་ལྷག་པར་དུ་ངེད་ཀྱི་དམག་མི་ཟུར་པ་དེ་ཚོ་ཡིན་ན་ཁོ་རང་ཚོ་མཁྱེན་གྱི་རེད་བསམ་གྱི་འདུག་བློ་ཁ་ཟ་གང་རོགས། ཞལ་འདེབས་ཡོད་པ་ཡིན་ན་ཨ་ནི་རྒྱ་གར་ནང་ལོགས་ཡིན་པས་ན་གལ་སྲིད་ལ་ངས་ནང་པར་བཏང་གི་ཡིན། ཞེ་མེད་ང་ཚོས་ང་ཚོས་ངོ་ཤེས་གི་ཡོད་ན་ང་ཚོས་སྐད་ཆ་དྲིས་ན་ཡིས་འགྲིག་གི་རེད་རོགས། ལགས་སོ། མཐུ་ཆེ་ན། ཨ་ནི་ད་ག་རང་ཡིན།
ལགས་སོ། ལགས་སོ། མཐུ་ཆེ་ན།